སྐུ་ཁམས་བཟང། ང་ཡི་བུའི་ཀློག་སྟངས་ཀྱི་སྦྱོང་ཚན་ཞེས་པའི YouTube ཐོག་བརྙན་ཐུང་སེང་གཟིགས་གནང་མཁན་ཚང་མ་ལ་གུས་པ་བསྟན་འཛིན་ཉེས་མེད་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། བརྙན་ཐུང་འདི་ལྟ་བུ་ཞིག་བཟོ་དགོས་པའི་རྒྱུ་མཚན་གཙོ་བོ་ནི་འཛམ་གླིང་ས་ཕྱོགས་གང་སར་བཞུགས་པའི་ང་རང་ཚོའི་བོད་རིགས་ན་གཞོན་རྣམས་དང། ཕྱི་རྒྱལ་མི་རིགས་བོད་ཡིག་ལ་དོ་སྣང་ཡོད་མཁན་རྣམས་ལ་ཕན་ཐོགས་ཕྲན་བུ་ཞིག་ཡོང་ན་བསམ་སྟེ་བཟོས་པ་ཡིན།

པ། ལ་ག་ཟས་ལག་ལ། གའུ་ཡ་ག་གཡག། གང་ང་གང། ཨའུ་དར་ད་དྲ། ཡ་ནོར་ཡོད་ད་ཡོད། མ་སྒྲིན་པོ་མེད་ད་མེད། དར་ད་དྲ་གི་གུ་དྲི་ཟ་དྲི། པ། ར་སྒྲིན་པོ་རེད་ད་རེ། ཉི་མ་གཅིག། མཚོ་མོས། པ་ལག་ལ། གཡག་ག་འདྲ་ཡོད་མེད་དྲིས་པ་རེད།

པ་ལགས་ཀྱིས་གཡག་ལ་སྤུ་བཟང་པོ་དང་རྭ་ཅོ་རིང་པོ་ཡོད་རེད་གསུངས་པ་རེད། གའུ་གཡག་ག་གཡག་ག་གི་བུ་ཁྱི། གའུ་ས་བཞི་བཅུ་སུ་ག་ཟེ་གཟུག་ས་ད་ད་ད་ནོར་སྟོབས་བ་ཟེ་སྟོབས། ཆ་རིང་པོ་ཆེ་ན་ཆེན་པ་ན་རོ་པོ་ད་ང་དང་ར་ང་ད་ང་མ། མའོ་ཐེ་ཞུ་ཐུག་ག་ཐུག། པ་ནོར་བུ་ཡ་ནོར་ཡོད་དང་ཡོད་ར་སྒྲེང་བོ་རེད་དང་རེད་གའུ་ས་བཞི་བཅུ་གསུམ་ང་ཟེར་གསུམ་པ་ར་སྒྲེང་བོ་རེད་དང་རེད་གཡག་གི་གཟུགས་སྟོབས་ཆེན་པོ་དང་རྔ་མ་མཐུག་པོ་ཡོད་རེད་གསུངས་པ་རེད།

ས་དང་པོ་སེམས་མ་སེ་སེམས་ཅ་ན་ཅན། ཨའོ་བདག་གི་གུ་འདི་ག་ཨོ་ས་བཞི་བཅུ་གཟུགས་ག་སེ་གཟུགས་པ་ན་རོ་པོ། ཆ་བཞི་བཅུ་ཆུང་ཨ་ཆུང་ཆ་བཞི་བཅུ་ཆུང་ཨ་ཆུང། ཨའོ་བདག་བཞི་བཅུ་གདུགས་ག་གདུགས། སེམས་ཅན་འདི་གཟུགས་པོ་ཆུང་ཆུང་གདུགས། ཨ་ཨོ་བདག་གི་ལུགས་འདི་ག་ཨོ་ཡ་ག་ཡ་ར་རིང་པོ་རེད་ད་རེད་མ་གི་ཨོ་མི་ཨ་ཨོ་ད་ཞུས་འདུག་ག་འདུག་འདི་ཡ་རེད་མི་འདུག་ས་རིང་པོ་སེམས་མ་ཟེ་སེམས་ལྕགས་ནག་ཅན་ཕ་ག་གི་གུ་གི་ལ་ས་པ་ད་པ་ཞབས་ཇུ་པུ་བ་ཨོ་བཟང་ལ་བཟང་པ་ན་རོག་པོ་མ་ཀི་གུ་མི་ཨའོ་ད་ཤུར་འདུག་ག་འདུག། སེམས་ཅན་ཕ་གི་ལ་སྤུ་བཟང་པོ་མི་འདུག། ཐག་རིང་པོ་དེ་ཡག་ང་ཡང་ག་བོ་ཡག་ག་ཡག་ར་རིང་པོ་རེད་ད་རེད་མ་ཀི་གུ་མི་ཨའོ་ད་ཤུར་འདུག་ག་འདུག། དེ་ཡང་ཡག་རེད་མི་འདུག། ས་རིང་པོ་སེམས་མ་ཟེ་སེམས་ལྕགས་ནག་ཅན་ཨའུ་བདག་གི་བུ་འདི་ལ་ར་ང་དང་ངག་མ་མའུ་མཐའ་ཞུ་ཞུ་ཐུགས་ཀ་ཐུག་པ་ནོར་བ་པོ་མ་གི་གུ་མི་ཨའུ་བདའ་ཞུ་ཞུ་ཐུགས་ཀ་ཐུག་སེམས་ཅན་འདི་ལ་ངག་མ་ཐུགས་པོ་མི་འདུག།

ཁོ་གཉིས་ལ་གཡག་མ་རྙེད་པ་རེད། ཁ་ནར་ཁོ་གའུ་སྙེག་ཡོང་གཉིས་ས་གཉིས་ན་ང་ནང་ལ་ཨའུ་བ་ཡི་འདི་ཅག་འདི་རུ་འབྱོར་ར་འབྱོར་ན་ས་ནས་པ་ལ་གང་ཟེ་ལགས་ལ་གའུ་གཡག་ག་གཡག་ར་རྙེད་ད་གཉའ་རིང་པོ་རྙེད་ད་རྙེད་མ་བ་ཡི་འདི་ཆ་ཞིབ་འཇུ་བྱུང་ང་བྱུང་ཆ་ཞིབ་འཇུ་ཞུས་ས་ཞུས་པ་ར་རིང་པོ་རེད་ད་རེད། ཁོ་གཉིས་ནང་ལ་འབྱོར་ནས་པཱ་ལགས་ལ་གཡག་རྙེད་མ་བྱུང་ཞུས་པ་རེད། པཱ་ལགས་ག་ཟེར་ལགས་ཀ་ཨེ་ད་ཀྱག་གི་གུ་གྱིས་ཟ་གི་ག་འོ་གཡག་ག་གཡག་ག་གི་གུ་གྱིས་པཱ་ར་པར་ཞག་གི་གུ་ཞིག་ག་ཞིག་བ་འོ་ས་ད་ད་ལྟ་ན་བསྟན་པཱ་ར་གླེང་པོ་རེད་ད་རེད། པཱ་ལགས་ཀྱིས་གཡག་གིས་པར་ཞིག་བསྟན་པ་རེད།